པད་མ་བརྒྱུད་ནས་པད་སྡོང་ལས་བྷྲཱུྃ་སྐུ་ལ་བཟླས་གྲོང་མི་ཞེས་གསུངས་པ་ལྟར་དུ། དེ་ཉིད་ཀྱི་མངའ་བའི་བླ་མ་དེ་ཉིད་ཀྱིས། བྱང་ཧི་མ་ལ་ཡའི་རི་རྒྱུད་གངས་ཅན་ཁ་བ་ཅན་གྱི་ཞིང་ཁམས་རྣམས་སུ། ཆུ་ནོར་དམ་རྫས་ཀྱི་གཏེར་ཁ་དཔག་ཏུ་མེད་པ་ཞིག་སྦས། གངས་ཆེན་པོ་ཉི་ཤུ། བྲག་ཆེན་པོ་བཞི། མཚོ་ཆེན་པོ་བཞི། གུ་རུ་ཉི་དང་གཉིས་སུ་མ་མཆིས་པའི་སྦས་ཡུལ་ཆེན་མོ་བཞི། སྦས་ཡུལ་སྐྱིད་མོ་ལྗོངས། སྦས་ཡུལ་བགྲེས་མོ་ལྗོངས། སྦས་ཡུལ་སྨན་གྱི་ལྗོངས། སྦས་ཡུལ་དཔེ་མི་ལྗོངས་ཞེས། གུ་རུ་རིན་པོ་ཆེ་དང་གཉིས་སུ་མ་མཆིས་པའི་སྦས་ཡུལ་བཞིའི་ནགས་གསེ། དེ་རིང་སྦས་ཡུལ་བགྲེས་མོ་ལྗོངས་ཀྱི་གནས། གདན་ས་ཆེན་པོ། དཔལ་ཆེན་ཆོས་གླིང་གི་མདུན་ས་འདིར་ན། རྒྱལ་ཚབ་དྲུག་བརྒྱ་ཁོ་ཡི་དུས་དྲན་ལ། འཇིག་རྟེན་འགྲོ་ལུགས་ལྟར་དུ། འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཀྱི་མཚམས་ཀྱིས་སྦྱར་ནས་ཞུ། ན་མ་བཅོས་པིག་གི་མཛའ་བཤེས། མ་བསྒྲིབས་པིག་གི་དྲིན་ཆེན། སྐྱབས་རྗེ་ལྷན་རྒྱས་རྣམ་པ། བསམ་ཤིང་སྲིད་པར་བཟུང་ཡི་སྤྲུལ་སྐུ་རྣམ་པ། བསྟན་མཁས་ཡོན་ཏན་གཉིས་དང་ལྡན་པའི་བདུད་རྩི་འགྱིག་མཁན་པོ་རྣམ་པ། བཅུ་ཕྲག་རིག་པའི་ལྔ་ལ་མངའ་བར་བརྒྱུད་ཡུལ་མཁན་པོ་རྣམ་པ། ཕྱག་བྱེད་ཡུལ་ཡུལ་སུ་གྱུར་པ། དགེ་འདུན་བཙུན་པ་དང་བཙུན་མ་རྣམ་པ། དེ་བཞིན་དུ། དཔལ་ལྡན་སྤྲུལ་པའི་རྒྱལ་ཁམས་ན་ནས། རྒྱ་གར་གྱི་རྒྱལ་པོ། ཁམས་མི་ཉག་གི་རྒྱལ་པོ། དབུས་གཙང་ཆོས་ཀྱི་རྒྱལ་པོ། འབྲས་མོ་ལྗོངས་ཀྱི་རྒྱལ་པོ། འབྲུ་ཡིག་གི་རྒྱལ་པོ་ཞེས་རྒྱལ་པོ་ལྔ་འཛོམས་ཀྱི་ལྷ་ལྕམ། རྒྱལ་ཡོངས་ཕན་ཚུན་མཆོད་བསྟོད་ཀྱི་སྐུ་ཕྲེང་ལས་བརྒྱུད་པའི་རྒྱལ་ཡུམ་ཆེན་མོ་བསོད་ནམས་ཆོས་ཀྱི་ཡབ་རྗེའི་དོན་གྲུབ་རྒྱལ་མཚན། དེ་བཞིན་དུ། གཞིས་བྱེས་བོད་མི་ས་ཡ་བདུན་གྱི་བློ་གཏད་ཀྱི་ཕ་མ། ཡིད་ཆེས་གཏད་ཀྱི་རྨི། རྡ་རམ་ས་ཀྱི་སྲིད་སྐྱོང། དཔལ་ལྡན་སྤེན་པ་ཚེ་རིང་མཆོག། དེ་བཞིན་དུ་ཚོགས་ཁང་གི་སྐུ་ངོ་མཁན་པོ། བསོད་ནམས་བསྟན་འཕེལ་མཆོག། དེ་བཞིན་དུ། དྲེད་མོང་ལྗོངས་གུ་རུ་རིན་པོ་ཆེ་གིས་བྱིན་གྱིས་བརླབས་པའི་མི་ནག། Prem Singh། སྙིང་རྗེ་ཚོང་མདའ་དང་བྲལ་བ་ནད་པ་ཐམས་ཅད་ལ་སྐྱབས་མཛད་པ། བྱམས་པ་ཚོང་མདའ་དང་བྲལ་བ་སློབ་ཕྲུག་ཡོངས་ལ་སྐྱབས་མཛད་པ། དགའ་བ་ཚོང་མདའ་དང་བྲལ་བ་ཚོང་དཔོན་འབྱོར་ལྡན་རྣམས་ལ་རོགས་མཛད་པ། བཏང་སྙོམས་མཚན་མེད་པ་འགྲན་ཟླ་དང་བྲལ་བ། ལྷོ་མོན་གཙང་གསུམ་གྱི་མི་རིགས་མ་ཟད། ཞགས་པ་ཆེ་གེར་བོད་འགྲོ། ཀུན་ལ་བྱམས་སྐྱོང་ཚད་མེད་སྤེལ། མཁས་མངའ་སྡེ་དེ་གཉིས་ཀྱི་བློན་ཆེན་གྱི་ལྷ་ལྕམ། དེ་བཞིན་དུ་དེ་དང་མཉམ་དུ་བྱོན་པའི་ལས་བྱེད། དེ་བཞིན་དུ་དེ་རིང་འདིར་རྒྱལ་ས་ཁྲུབ་བྱ་ཁོ་ཡེ་གི་དད་ལྡན་གྱི་སློབ་མ། ཕྱི་རྒྱལ་ཁག་ནས་ཡུལ་གྲུར་ཕེབས་པའི་ཚང་མ་ཀུན་ལ་ངེད་ཀྱི་དཔལ་ལྡན་གྲུབ་པའི་རྒྱལ་ཁབ། རྗེ་མཁན་པོ ྋསྐྱབས་རྗེ་གཞོན་ནུ་བོད་འཇིགས་མེད་ཆོས་ཀྱི་གྲགས་པའི་སྐུ་ཚབ་ཞུ་སྟེ་འཚམས་འདྲི་བཀྲ་ཤིས་བདེ་ལེགས། དགོན་པའི་གདན་ས་ནང་པའི་ཆོས་སྤྱི་ཡིན་པའི་རྒྱུ་མཚན་གྱིས། ཆོས་ཀྱི་འབེལ་གཏམ་ཅུང་ཟད་ཞུ་ན། ཀརྨ་པ་བཅུ་དྲུག་པ་ཆེན་པོའི་དགེ་དབུ་ཐེམ་སྤྱི་ལ། སངས་རྒྱས་ཀྱི་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ཇི་སྙེད་ཅིག་གསུངས་བཞག་པ་དེ་ཁོང་གིས་དབུ་ཐེམ་སྤྱི་ན་གསུངས་བཞག་ཡོད་རེད། གང་འདྲའི་སྲིད་གསུངས་ཡོད་རེད་ཟེར་ན། ཕྱི་རྒྱལ་གྱི་མི་སྣ་གཅིག་གིས། ནང་པའི་ཆོས་ཟེར་པའི་ཟས་དེ་གང་འདྲའི་སྒྲ་ཅི་ལ་ཟེར་གྱི་རེད་ཟེར་ཡོད་དུས། གཞན་ལ་གནོད་པ་བཞི་དང་བཅས་པ་སྤངས་ཤིང། གཞན་ལ་ཕན་པ་བཞི་དང་བཅས་པ་བསྒྲུབས་པའི་གང་ཟག། རང་ཉིད་འཁྲུལ་པའི་མ་རིག་པ་སངས་ཡེ་ཆེད་དུ། རང་རྒྱུད་ལ་ཡོད་པའི་བདེ་གཤེགས་སྙིང་པོ་མངོན་དུ་བཅུད་པའི་ཐབས་ལམ་ཟབ་མོ་དེ་ལ་ནང་པའི་ཆོས་ཟེར་བ་ཡིན། ཀརྨ་པ་བཅུ་དྲུག་ཆེན་པོས་ཀྱི། ཚིག་ཉུང་བ་དོན་ཟབ་པ་ཧ་ལས་པ་གཅིག་གསུངས་བཞག་ཡོད་རེད། དེ་ལ་དོན་གཅིག་བསམ་བློ་གཏོང་པ་ཡིན་ན། གཞན་ལ་གནོད་པ་བཞི་དང་བཅས་པ་སྤངས་པ་ཟེར་གྱི་གསུངས་དེ་གི། ད་དང་པོ་བདེན་བཞི་ཆོས་ཁོག་ཡོངས་སུ་རྫོགས་པ་གཅིག་དེ་འདྲ་ལ་བསྡུས་ཚར་བ་རེད། གཞན་ལ་ཕན་པ་བཞི་དང་བཅས་པ་བསྒྲུབ་དགོས་ཡོད་ཟེར་ཡས་དེ་གའི་བཀའ་བབས་པ་མཚན་ཉིད་མེད་པའི་ཆོས་ཀྱི་འཁོར་ལོའི་བཀའ་ཆ་ཚང་བསྡུས་ཚར་བ་རེད། རང་ཉིད་མ་རིག་འཁྲུལ་ལས་སངས་ཕྱིར། བདེ་གཤེགས་སྙིང་པོ་མངོན་དུ་གྱུར་པའི་ཐབས་ལམ་གསུང་བ་འདི་བརྩམས་པ་ལ་གསང་སྔགས་རྡོ་རྗེ་ཐེག་པའི་ཆོས་སྐོར་ཐམས་ཅད་གསུངས་ཚར་བ་རེད། དེ་འབྲེལ་གྱི་ཆོས་དེ་སྣ་རེ་རེ་བཞིན་དུ་ཕོ་ཕོ་མོ་རེ་རེ་གྱི་སེམས་རྒྱུད་ལ་ཡོད་པ་ཡིན་ན་ཞི་བདེ་དེ་ན་རུ་གྲུབ་ཚར་བ་རེད། འདིར་མི་ཉམས་པར་སྒྲུབ་པའི་ཆེད་དུ་ལ་ང་རང་ཚོ་བོད་ནང་པའི་ཆོས་བརྒྱུད་ནང་ལོ་མ་འོངས་པ་རྗེ་བཙུན་བྱམས་པ་མགོན་པོ་རྒྱ་གར་རྡོ་རྗེ་གདན་དུ་སངས་མ་རྒྱས་བར་དུ་དེ་ལྟ་བུའི་ཆོས་དེ་ས་གཙང་བ། གཤིས་རྒྱུད་གཙང་བ། སེམས་གཙང་བ། རུས་རྒྱུད་གཙང་བ། རི་ཐ་བ་གངས་ཅན་ཁ་བ་ཅན་གྱི་ཞིང་ཁམས་སུ་གནས་པར་འགྱུར་ཞེས་ཨ་ལུང་བསྟན་གསུངས་ཡོད་རེད། ལུང་བསྟན་སུན་ན་ཡང་སེམས་བསྐྱེད་ཀྱི་ལས་ངན་འཚོ་བྱེད་འདོད་ཡོད་སྐབས་འདིར། སྐབས་སྐབས་སུ་ཁྱད་ལོངས་ཁྲིད་གསུམ་གྱི་བཀའ་བསྟན་འགྱུར་ལྡོག་རྒྱུད་དང་བཅས་པ་གསང་བའི་མི་འགྱུར་ལྷུན་གྱིས་གྲུབ་པའི་གཙུག་ལག་ཁང་དུ་གཏན་ལ་འབེབས་བཞག་པ་ཡིན་ན་ཡང་ལས་ངན་འཚོ་ཆེན་དེའི་སྐབས་ལོ་དུས་རབས་བཅུ་པའི་ནང་ལོ་ན་ཐུ་མི་རི་སོང་བ་རེད། དུས་རབས་བཅུར་པའི་ནང་དུ་ན་ཐུ་མི་རི་སོང་ཡི་རྗེས་སུ་རྒྱལ་བ་ཡབ་སྲས་ཞིག་གིས་ཚོགས་འདུ་གཅིག་འཚོགས་ནས་འཆར་གཞི་གཅིག་བཞག་པ་རེད། ག་འདྲའི་འཆར་གཞི་བཞག་པ་རེད་ཟེར་ལབ་ན། སངས་རྒྱས་ཀྱི་སེམས་འདི་ཆོས་སྐུ་རེད་བཞག། སངས་རྒྱས་ཀྱི་སྐུ་གཟུགས་འདི་ལོངས་སྐུ་རེད་བཞག། སངས་རྒྱས་ཀྱི་ཆ་ལག་འདི་སྤྲུལ་སྐུ་རེད་བཞག་ཟེར། ཨ་ནི་སྤྲུལ་སྐུ་གི་གི་ལམ་ལུགས་ཀྱིས་བཟོ་གནང་བ་རེད། སྤྲུལ་སྐུ་གི་ལམ་ལུགས་འདི་ནི་བཟོ་བ་ལས་བརྟེན་ཏེ། རྒྱལ་བ་ཡབ་སྲས་རྣམས་ཀྱི་ཆ་ལག་དེ་མཛད་པ་ལ་བརྟེན་ཏེ་ཆོས་ཀྱི་དབྱིངས་ལ་བཞུགས་པའི་སངས་རྒྱས་ཐམས་ཅད་ཀྱང་བཀའ་བསྡུ་མཛད་དེ། སངས་རྒྱས་ཀྱི་སྤྲུལ་སྐུ། ཁམས་གསུམ་སྐྱོད་མཁན། ཀློང་ཆེན་རབ་འབྱམས་པ། ཀུན་མཁྱེན་གོ་རམས་པ་བསོད་ནམས་སེང་གེ། ཀུན་མཁྱེན་འཇམ་དབྱངས་བཞད་པ། ཀུན་མཁྱེན་པད་མ་དཀར་པོ། ཀུན་མཁྱེན་དོལ་པོ་པ་ཞེས་ཀུན་མཁྱེན་རྣམ་ལྔ་གི་དེ་མཚམས་གཅིག་གི་བོན་ཐོག་བྱུང་བ་དེ་འཇམ་དབྱངས་དཀར་དམར་པོའི་སྤྲུལ་སྐུ་གི་ལམ་ལུགས་དེ་ཡིས་བྱུང་བ་རེད། དེ་བཞིན་དུ། རྗེ་བཙུན་འཇམ་པའི་དབྱངས་ཀྱི་རྣམ་སྤྲུལ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ། རྗེ་བཙུན་འཇམ་པའི་དབྱངས་ས་སྐྱ་བོན་ཁྲི་ལྟ། འཇམ་པའི་དབྱངས་ཀྱི་སྤྲུལ་སྐུར་བཞེད་པའི་མཚན་འདི་ལྟ་བ་ལ་བརྟེན་ནས་མདོ་དང་སྔགས་དང་བཅུ་ཕྲག་རིག་པའི་རིག་གནས་ལ་དཔྱད་པ་དེ་གང་བྱེད་ཀྱི་ཕན་ཐོགས་བྱུང་བ་རེད། དེ་བཞིན་དུ། བདེ་ལྡན་དམ་པའི་ཞིང་ཁམས་ནས་རྒྱལ་བ་ཡབ་སྲས་རྣམས་ཀྱི་སྤྲུལ་སྐུ་གྱི་ལམ་རུ་མཛད་པ་ལ་བརྟེན་ནས་བདེ་ལྡན་དམ་པའི་ཞིང་ཁམས་ནས་རྒྱལ་བ་ཡོད་པ་མའི་སྐུ་བཞེངས་ཏེ། གཙང་གི་པན་ཤང་གི་སྐུ་ཕྲེང་ནས་བྱོན་ནས་ག་ཚད་ཅིག་ཕན་ཐོགས་བྱས་ཡོད་རེད། རི་བོ་སྤོ་ཏོ་ལ་གྲུ་འཛིན་ནས་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་སྐུ་བཞེངས་ཏེ། རྒྱལ་བ་བསྟན་འཛིན་ཉམས་སོགས་ཀྱི་གཙོས་བོད་ཀྱི་སྐུ་ཕྲེང་ཁག་ག་ཚིལ་གཅིག་བྱོན་ནས་ཕན་ཐོགས་བྱུང་ཡོད་རེད། དེ་བཞིན་དུ་ཨུ་རྒྱན་མ་ཧཱ་གུ་རུ་ཟངས་མདོ་དཔལ་རིའི་པདྨ་གཡུ་གི་ཕོ་བྲང་ནས། སྤྲུལ་པ་སྐུ་ཡི་གེ་རིམ་པ་གཏེར་ཆེན་པདྨ་གླིང་པ། རྗེ་རིག་འཛིན་ཀུན་བཟང་ཤེས་རིག་གྲུབ་དབང་པདྨ་ནོར་བུ་ལ་སོགས་པ་སྤྲུལ་སྐུ་གི་མཚན་ཁུངས་ནས་སྔ་འགྱུར་རྙིང་མའི་བསྟན་པ་ལ་ཆེས་ལྟ་གྲུབ་ཀྱི་བསྟན་པ་ག་ཚིལ་གཅིག་སྤེལ་ཡོད་རེད། མདོར་དོན་སྙིང་པོ་དེ་ཉིད། མཁྱེན་ཀོང་ཆོས་གསུམ་ཟས་ཀྱི་འགྲོ་དོན་ཆེན་པོ་བྱུང་བ་དེ་སྤྲུལ་སྐུ་གི་མཛད་པ་དེ་ལས་བྱུང་བ་རེད། ད་ལྟ་འབྲུག་འབྲས་ལྗོངས་ནང་ལ། ལྕམ་མགོན་དགེ་ཡེ་དབོན་པོ་ལ་ཕྱག་འཚལ་གུས་ཞུ་བགྱིས་པ་དེ་ཡང། བོད་ཀྱི་རྒྱལ་པོ་ཡིན་པའི་རྒྱུ་མཚན་གྱིས་མ་རེད། མཁས་པ་ཡིན་པའི་རྒྱུ་མཚན་གྱིས་མ་རེད། རྒྱལ་བ་ཡབ་སྲས་རྣམས་ཀྱིས་བཞག་པའི་སྤྲུལ་སྐུ་ཞེས་པའི་ལམ་ལུགས་དེ་ལ་བརྟེན་ནས་ཐམས་ཅད་ཀྱིས་ཕྱག་འཚལ་གྱི་ཡོད་རེད། མཆོད་པ་ཕུལ་གྱི་ཡོད་རེད་ཡིད་ཆེས་བྱེད་ཀྱི་ཡོད་རེད། དེ་ཡིན་དུས། གནས་ཚུལ་དེ་དག་ལ་བསམ་བློ་གཏོང་པ་ཡིན་ན། བོད་དུ་ལོ་པའི་རྗེས་སུ་ཡིན་ན་ཡང་ད་ལྟ་རྒྱ་གར་ནང་ལོ་འབྲས་ལྗོངས་ལ། དཔེ་འདི་རིགས་མཚོན་པ་ཡིན་ན་ཡང་དེ་ཡང་སྤྲུལ་སྐུ་གཅིག་གིས་མཛད་གནང་བ་རེད། སྔ་འགྱུར་མཁས་པའི་སྟེང་ནས་མཁན་པོ་བརྒྱ་དང་སྟོང་ཅིག་ཕེབས་ཡོད་རེད། དེ་ལ་བསམ་བློ་གཏོང་ན་ཡང་གྲོང་དཔོན་པ་ནོར་བུ་སྤྲུལ་སྐུ་གཅིག་གིས་མཛད་ཀྱི་རེད། དེ་འདྲ་ཡིན་དུས་དེ་རིང་ང་ཚོ་ཚང་མས་ཀྱིས་རྒྱལ་བ་ཡབ་སྲས་རྣམས་ཀྱི་འཕྲིན་ལས་སྤྲུལ་སྐུ་གི་ལམ་ལུགས་དེ་ལ་བརྟེན་པ་དང་སེམས་ཅན་ལ་དེ་ལྟ་བུ་ཕན་ཐོགས་བྱུང་ཡོད་པ་དེ་ལ་ཚང་མས་ཀྱིས་དགའ་བསུ་དང་བཀྲ་ཤིས་བདེ་ལེགས་བཅས་ཞུ་རོགས་གནང། དེ་བཞིན་དུ་ང་འབྲུག་རྒྱལ་ཁབ་ཅིག་གི་རྒྱལ་བློན་འབའ་གསུམ་གྱིས་དབུ་བླ་ཡི་སྐུ་ཚབ་བྱས་ནས་དེ་ཕེབས་ཡོང་དུས་སླེབས་པ་ཡིན་ཙང། དེ་དུས་ཀྱི་སྐྱབས་རྗེ་རྗེ་མཁན་པོ་གིས་ག་རེ་མཛད་ཀྱི་ཡོད་མེད་སྐོར་མདོར་བསྡུས་ཅིག་ཞུ་ན། མི་དབང་མངའ་བདག་རིན་པོ་ཆེའི་དཔལ་རྗེ་མི་སེང་གེ་དབང་ཕྱུག། རྒྱལ་ཡུམ་དམར་ཞིང་ཚེ་རིང་དབྱངས་སྒྲོན་དབང་ཕྱུག་རྣམ་གཉིས་ཀྱིས། འབྲུག་རྒྱལ་ཁབ་དེའི་གནའ་ལུགས་ལ་བསྟུན་པའི་འཁོར་རྣམ་བཞིའི་ཚངས་དབང་ཅིག་བཟོ་དགོས་ཀྱི་འདུག་ཟེར། བཀའ་གནང་བ་རེད། དེ་བཀའ་གནང་ཡོང་དུས་ཙམ་པ་ཁོར་རྣམ་བཞི་ཟེར་ཡོད་དེ། དགེ་བསྙེན་ཕོ་དང་མོ། དགེ་སློང་ཕོ་དང་མོ། དེའི་རྣམ་པ་བཤད་ཡོང་དུས་དགེ་སློང་མོ་ཡི་རྣམ་ལོ་རྒྱུས་དེ་ང་ཚོ་པད་མ་སེར་དཀར་ལས་ཁ་པོ་ཅིག་ཆགས་བསྡད་ཡོད་རེད། ད་ལྟ་ཡི་དུས་སྐབས་ན་ལ་དགེ་སློང་མ་གཅིག་ཁོར་རྣམ་བཞི་བཟོ་མ་ཐུབ་པ་ཡིན་ན། སྤྲུལ་སྐུ་གི་ལམ་རུང་ཡིན་ནའི་དོན་མེད་དུ་སོང་བ་རེད། སྤྲུལ་གྲགས་རིག་པའི་མཁས་པ་ཡིན་ནའི་དོན་མེད་དུ་སོང་བ་རེད། དེའི་ལམ་ལུགས་དེ་ཁོང་གི་དབུ་འབྱེད་ཆེད་དུ། སྐྱབས་རྗེ་རྗེ་མཁན་པོ་གི་ཐུགས་དམ་ལ་རྡ་རམ་ས་ལར་བཞུགས་པའི་རྒྱའི་དབོན་པོ་ཐམས་ཅད་མཁན་པོའི་ཐུགས་དབང་ལ་ཅི་དྲག་ཅི་ཡོད་གནང་ཟེར་ཏེ་ཐུགས་གཟབ་ཆེན་པོ་ཡོད་རེད། སྒོ་ཐུགས་གཟབ་ཆེན་པོ་ཡོད་ནས་ཁོང་གིས་བཀའ་དྲིན་མང་པོ་མཛད་ཡོད་རེད། ངེད་ཀྱི་དགེ་སློང་མ་གཅིག་བསྒྲུབས་ན། རྡ་རམ་ས་ལར་བཞུགས་པའི་ལྕམ་སྐྱེས་རྒྱའི་དབོན་པོ་གི་ཐུགས་རྙེད་ཀྱི་རེད་དམ་རྙེད་ཀྱི་མ་རེད་ཟེར། དེའི་རྗེས་མཁན་པོ་སྤྲུལ་སྐུ་དགེ་བཤེས་རྗེ་མཁན་པོའི་སྐུ་འདི་ལྕགས་རི་ལྕགས་སྲེག་ཐམས་ཅད་ཀྱིས། རྡ་རམ་ས་ལར་བཞུགས་པའི་ལྕམ་མགོན་དགེ་ཡོ་དབོན་པོ་གིས་དགེ་སློང་མ་དེ་ངེས་པར་དུ་སྒྲུབ་དགོས་ཀྱི་ཡོད། དུས་ལོ་མཚམས་པ་ཡོད། ཐོབ་ཐང་ཡིན། དོན་མེད་ཡར་འཐེན་བྱེད་དགོས་ཀྱི་ཡོད། ཁོང་གིས་བཀའ་སློབ་ག་ཚོད་ཅིག་གནང་ན་ཡང། ང་ཚོ་ས་སྐྱ་རྐང་གཉིས་ཀྱི་མཁན་པོ་རྣམ་པས་ཀྱིས། ཕྱག་མ་འདྲིས་སྟབས་མ་འདྲིས་ཁ་ཆད་སྣ་ར་གཙང་ཚ་ཤེས་འདོད་ནས་སྒྲུབ་མ་ཐུབ་པ་ལྷག་ཡོད་ཟེར། ད་དེ་འདྲའི་ཅིག་ལྕམ་མགོན་དགེ་ཡོ་དབོན་པོའི་ཐུགས་ཐུ་ལུ་བབས་པ་ཡིན་ན། ཁོང་ལ་བཀའ་གནང་ངེས་ཏེ་སྒྲུབ་རྒྱལ་པོ་རེད། རྒྱལ་པོའི་བཀའ་བཅག་པར་མི་བྱའོ། སྟོན་པས་ཀྱི་བཀའ་བཅག་པར་མི་བྱའོ། དགེ་འདུན་གྱི་བཀའ་བཅག་པར་མི་བྱའོ་ཞེས། སྒྲུབ་དགེ་བའི་བཀའ་གནང་བ་ཡིན་ཙང་བདག་ཉིད་ཀྱི་སྒྲུབ་རྒྱུན་ཡིན་ཟེར་དགེ་སློང་མ་གིས། སྡོམ་རྒྱུན་སྤེལ་ཡོད་རེད་དགེ་སློང་མ་སྒྲུབ་ཡོད་རེད་ཟེར་ཞུ་ཡ་ཡིན། སྒྲུབ་ཚར་ཡི་རྗེས་དེ་ན་ལ་ལ་གངས་ཅན་ཁ་བ་ཅན་གྱི་ཞིང་ཁམས་ནས་དོན་རྒྱུན་སྤེལ་དོན་སྒྲུབ་དགེ་གི་གདན་ས་བརྒྱ་དང་བརྒྱད་ཀྱི་བླ་སྤྲུལ་མཁན་པོ་རྣམས་ཀྱིས་སྒྲུབ་ཀྱི་རྗེས་མཁན་པོ་ལ་བཀའ་དྲིན་ཆེ། འཁོར་རྣམས་ཀྱི་ཚང་བ་བཟོ་བ་ལ་བཀའ་དྲིན་ཆེ། བུད་མེད་ཀྱི་ཐོབ་ཐང་སྤྲད་པ་ལ་བཀའ་དྲིན་ཆེ་ཟེར་ཞུ་ཡོད་རེད། སེ་འབྲས་དགའ་གསུམ་གྱི་དགེ་བཤེས་རྩེ་ཕུལ་དགེ་བཤེས་ངག་གི་དབང་ཕྱུག་གིས་ལྕམ་རྒན་རྒྱལ་དབང་པོ་ལ་ག་ཚོད་ཅིག་ཤུགས་བརྒྱབ་ན་ཡང་དེ་ན་ལ་རོགས་པ་བྱེད་མཁན་ཅིག་ཐོན་མ་སོང་ད་ལྟ་རྗེ་མཁན་པོ་སྒྲུབ་གནང་བ་དེ་ལ་ཁོང་དགེ་བཤེས་ཀུན་གྱི་ནང་ནས་ཁོང་གི་ཚབ་ཞུས་ཏེ་བཀའ་དྲིན་ལེགས་འབུལ་ཞུ་གིན་ཡོད་གསུངས་ཡོད་རེད། སྒྲུབ་པ་ཐམས་ཅད་མཁན་པ་གིས་བཀའ་དྲིན་ལེགས་འབུལ་ཞུས་ཡོད་རེད། ད་ལྟ་སངས་རྒྱས་ཀརྨ་པ་ཀའི་དེ་དམིགས་བསལ་གྱིས་རྗེ་མཁན་པོ་ལ་བཀའ་དྲིན་ཆེ་ཟེར་མ་ཞུས་ན་ཡང། མདོར་ན། རྗེ་མཁན་པོས་མཛད་པའི་ཕྱག་རྗེས་དེ་བསམ་གྱིས་མི་ཁྱབ་པའི་གི་མཛད་བྱ། དུས་སུ་བབ་པའི་གི་གཏམ་གྱི་ཕྱག་དེ་ཁོང་གི་ངོས་ནས་ཡི་རངས་ཡོད་པ་ཞུ་འོས་འདུག་ད་ལྟར་ཁྱེད་རང་ཚོ་འབྲས་ལྗོངས་ཡིན་ན་ཡང་བུད་མེད་དེབ་ཅིག་བརྩམས་པ་ཡིན་ན་འཛོམས་པོ་ལི་ནང་ལ་ཕན་ཐོག་བྱུང་ས་རེད། གལ་ཏེ་སྲིད་པ། འབྱོར་ལྡན་ཕྱུག་པོ་ཡིན་ན་ཡང། བསྟན་བཅོས་རྩོམ་ཐུབ་པའི་གི་མཁས་པ་ཡིན་ན་ཡང། མི་བློ་འགུལ་ཐུབ་པའི་གི་བླ་མ་ཡིན་ན་ཡང་དྲན་པ་ཉམས་པ་གི་གཅིག། བག་ཡོད་དྲན་ཤེས་མེད་པ་གི་གསུམ་གཉིས། བག་ཡོད་མེད་པ་གི་གསུམ། དྲན་མེད། ཤེས་བཞིན་མེད་པ་བག་མེད་པའི་གི་སྤྱོད་ལམ་འདི་ལ་བརྟེན་ནས། ཨ་རི་དང་རྒྱ་ནག་འདྲ་པོ་དཔལ་འབྱོར་སྤྱི་བོ་གི་ཐུགས་ལས་ཐབས་འཚོལ། མ་འོངས་པ་ན་ཐམས་ཅད་སྡུག་ལ་སྦྱོར་ཡི་ག་ངེས། དྲན་ཤེས་བག་ཡོད་མིན་པའི་རྒྱུ་མཚན་གྱིས་རྒྱལ་ཁབ་སྟོབས་ཆེན་ར་ཤི་ཡ་ལྟ་བུ་ཞིག་དང་ཡུག་ཀེ་རི་ལྟ་བུ་དམག་འཛིན་ཡ་དེ་དྲན་ཤེས་བག་མེད་དུ་སོང་ཡིན་སྐྱོན། དུས་བཞིན་དུ་ཨིསི་རལ་དང་ཧ་མ་སི་ལྟ་བུ་ཡིན་ན་ཡང་དྲན་ཤེས་བག་མེད་ཀྱི་ཐོག་ནས་མི་འཛིན་བཞག་པ་དེ་ཕོ་ཕོ་མོ་ན་གཞོན་འབྱོར་ལྡན་ཕྱུག་པོ་གི་དཔལ་འབྱོར་ག་ཚིལ་གྱི་འཕྲོག་ལ་འགྲོ་གི་ཡོད་རེད། དེ་ཚོ་ཐམས་ཅད་དྲན་ཤེས་བག་མེད་ཀྱི་ཐོག་ནས་བསྐྱོད་པ་ཡིན་པས། དེ་ཡིན་དུས་སྒྲུང་མངའ་བདག་དགེ་བེད་ཀྱིས། འབྲུག་གི་ལྷོ་བསམ་དེ་ན་ལ་རྒྱལ་ལེ་བུ་ཟེར་ས་དེ་ན་ལམ་གྱི་ངོས་ནས་བསམ་བློ་གཏོང་པ་ཡིན་ན་ང་ཚོ་ལྷ་ས་འདི་གཞིས་ཀ་རྩེ། གཞིས་ཀ་རྩེ་ནས་ཇོ་མོ་བླ་མ། ཇོ་མོ་བླ་མ་ནས་ནེ་པལ་ཀཱ་ཐ་མ་ཀྲུ། ཀཱ་ཐ་མ་ཀྲུ་ལས་ཤི་རི་གུ་རི། ཤི་རི་གུ་རི་ནས་རྒྱལ་ལེ་བུ་ལོ་ལམ་ཆེན་ཡོད་ལ། རྒྱལ་ལེ་བུ་དེ་ནས་ཕར་འགྲོ་བ་ཡིན་ན་ཨ་སམ། ཨ་སམ་ནས་ཕར་འཇུས་པ་ཡིན་ན་འབར་མ། འབར་མ་ནས་ཕར་འཇུས་པ་ཡིན་ན་ཀན་པོ་ཏི་ཡ། སིང་ག་པོར། མ་ལེ་ཤི་ཡ་ཀྱི་ལམ་འགའ་ཡོད། རྒྱལ་སྤྱི་གི་གནམ་ཐང་ཡོད། བོད་གཞིས་དེར་བག་ཕེབས་པོད་ཀྱི་གླང་པོ་ཆེ་ཡོད། Bengal གྱི Tiger ཡོད། མཚོ་དང་མཚེའུ་ཡོད། དེ་ལྟ་བུད་ཀྱི་གནས་དེ་ན། དྲན་ཤེས་བག་ཡོད་ཀྱི་ཁྲོམ་ར་བཙུགས་ཡོད། དྲན་པ་ཤེས་བཞིན་བག་ཡོད་བཙོང་མཁན་དེ། ང་ཚོ་བླ་མ་སྤྲུལ་སྐུ་དེ་སུ་རེད། གསང་སྔགས་རྡོ་རྗེ་གཏད་པའི་ཆོས་སྒྲུབ་མཁན་སུ་རེད། སུ་ལ་བཙོང་དགོས་ཀྱི་ཡོད་ལབ་ན། འཛོམས་པོ་གླིང་གི་འབྱོར་ལྡན་ཕྱུག་པོ་སུ་ལ་བཙོང་དགོས་ཀྱི་ཡོད། འཛོམས་པོ་གླིང་གི་མཁས་དབང་དེ་སུ་ལ་བཙོང་དགོས་ཀྱི་ཡོད། འཛོམས་པོ་གླིང་གི་མི་སྣ་དེ་སུ་ལ་བཙོང་དགོས་ཀྱི་ཡོད། དེ་འདྲའི་གི་ཚོང་ཅིག་བརྒྱབ་ཐུབ་པ་ཡིན་ན། ང་ཚོ་ཐམས་ཅད་དྲན་ཤེས་བག་ཡོད་དང་ལྡན་པ་ཅིག་བཟོ་ཐུབ་པ་ཡིན་ན། འཛོམས་པོ་གླིང་དེ་ལ་ཞི་བདེ་སྒོ་དགུའི་གཡུལ་སའི་དར་ལྕོག་ལོང་ནས་འཇུག་དགོས་མ་རེད། ཁྲོམ་ར་དེ་ན་བཟོ་ཐུབ་ཀྱི་རེད་ཟེར་གསུངས་ཡོད་དེ་འདི། ཁྱེད་རྣམ་པ་བླ་མ་སྤྲུལ་སྐུ། སྐྱབས་སྦྱིན་རྣམ་པ་དྲན་ཤེས་བག་ཡོད་ཀྱི་ཁྲོམ་ར་འདི་ཕེབས་སྤྱད་ནས་དྲན་ཤེས་བག་ཡོད་ཀྱི་ཚོམས་ར་དེ་ན་ལོ་ལ་འབྱོར་ལྡན་ཕྱུག་པོའི་མི་རིགས། སྲིད་སྐྱོང་གི་རིག་པ་ཅན་གྱི་མི་རིགས་དེ་ཚོ་ལ་དྲན་ཤེས་བག་ཡོད་བསྟན་པ་བསྟན་པ་བྱོན་རོགས་ཟེར་ངས་ཀྱི་སྐུ་མགྲོན་ཞུ་གི་ཡོད། རྒྱུད་མཐའ་སྟོན། ནག་མོ་གུ་རུ་པའི་དུས་གསུམ་རྒྱལ་དབང་ཡོངས་ཀྱི་ཐུགས་རྗེའི་གཏེར། སྤྱན་རས་གཟིགས་དབང་དཔལ་ལྡན་ཀརྨ་པའི་སྐུ་གསུང་ཐུགས་ཀྱི་རྒྱལ་ཚབ་ཆེ་དྲག་པ། མི་འགྱུར་རྡོ་རྗེའི་ངོ་བོ་ཞབས་བརྟན་གསོལ་བཀྲ་ཤིས་བདེ་ལེགས།